ད་དེ་རིང་ལག་འདོན་གྱི་རྣམ་གཞག་ཞུ་གི་ཡིན། དེ་ཡང་ལེགས་བཤད་བརྗོད་སྤང་ལས། སུ་ར་རུ་དུ་ན་ལ་དུ། ལ་དོན་རྣམ་པ་བདུན་ཡིན་ཏེ། སྣ་མའི་གཉིས་བཞི་བདུན་པ་དང། དེ་གཉིས་ཚད་སྐབས་རྣམས་ལ་འཇུག། ས་སུ་ག་པ་ཐ་དར་དུ། ང་ཐ་ན་མ་ར་ལ་དུ། ཨ་དང་ཐ་མས་ར་དང་རུ་ཞེས། ཤུགས་ལོག་པ་གཅིག་དང། གཅིག་གང་གསུམ་གྱི། བསྟན་པ་རེད་ལ་དོན་དེ། དེ་ཡང། དོན་གྱི་སྦྱོར་ཚུལ་ཐོག་མར་ཞུས་པ་ཡིན་ན། ལ་དོན་གྱི་རྐང་གྲངས་དང། དོན་དུ་ཞུ་བ་ཡིན། ཐོག་མ། ལ་དོན་གྱི། གྲངས། དེ་རྣམས་ལ། ལ་དོན་གཞན་བརྗོད་དགོས་པའི་རྒྱུ་མཚན་དེ། སུ་ལ་སོགས་པ། ལ་སྒྲའི་འཇུག་པ་དང་ཕལ་ཆེར། མཐུན་པ་དང། འཇུག་དེའི་དབང་གིས་ལ་དོན་གྱི། སྒྲ་ཞེས། མཐའ་ཡི་ས་རིས་ཀྱི་མགོ་ནས་བལྟ་བ་ཡིན་གསུང་བས་དེར། ལྷ་དེས། ལ་དོན་ལ་དོན་གསུང་བས་དེ་ཅི་ལྟ་ཨང། དུམ་བུ་དེ་ལ་ཡང་ལ་དོན་གྱི་མིང་བཏགས་དགོས་པའི་རྒྱུ་མཚན་དེ། ང་ཚོ་ཅི་ལྟ་ཨང། ང་ཚོ་ཕལ་སྐད་ཁ་སྐད་ལ་ཡིན་ན་རེད། དཔེ་ཆོས་བརྒྱབ་པའི་གནས་སྐབས་སུ། ལ་སྒྲས་འཇུག་པ་དེ་ཕལ་ཞིག་ལ་འཇུག་པ་དང། དེ་བཞིན་དུ། ཨ་ནི་མཐའ་ཡི་ས་རིས་ཡི་སྒྲའམ་མཐའ་མཐའ་ལ་ད་ཡོད་མ་བའི་མཐའ། མཐའ།

བླ་མ་ཉིད་ཀྱིས་འདུག་སའི་གཞུང་དོན་དུ་བསྟན་པ་རེད། ཨ་དེ་ལ་ཡང་ལག་དོན་ལ་དབྱེ་བ་ཡིན་ན། དབྱེ་ན་དེ། སུ་དང། ར། རུ། དུ། ན། ལ་སྟེ། དྲུག་པོ་དེ་རྣམས་སུམ་ཅུ་པའི་གཞུང་གི་དངོས་དོན་དུ་བསྟན་པ་དང། དེ་ནས་སུམ་ཅུ་པའི་གཞུང་གི་ཤུགས་ལས་ཐོབ་པ་སྟེ། ཇི་ལྟར་ཡིན་ཞེ་ན་དེ་ཏུ། ཏུ་དེ་དག་མདོར་ན། བདུན་པོ་སྟེ་དེ་རྣམས་ལ་ལ་དོན་ཞེས་ལ་དོན་རྣམ་པ་བདུན་དུ་ངེས་པ་ཡིན། པས་ལ་དོན་རྣམ་པ་བདུན་ཅེས་བརྗོད།

དེ་གཉིས་ཚེ་རབས་རྣམས་ལ་འཇུག་གསུངས་པར་བ། ཅུ་ཙཱ་ནི། རྣམ་སྨིན་གཉིས་སུམ་ཙཱ་ནི་རྣམ་སྨིན་གཉིས་པ་ལས་སུ་བྱ་བ། བཞི་ཡི་སུམ་ཙཱ་ནི་རྣམ་སྨིན་བཞི་པ། འགོས་སྤྱད་བྱེད། བདུན་པ་དང། སུམ་ཙཱ་ནི་རྣམ་སྨིན་བདུན་པ་བརྟེན་ནས་བྱེད། དེ་གཉིས་སུམ་ཙཱ་ནི་དེ་གཉིས་ཀྱི་རྣམ་སྨིན་བྱེད། ཚེ་སྐབས་སུམ་ཙཱ་ནི་ཚེ་སྐབས་ཀྱི་རྣམ་སྨིན་རྣམས་ཏེ་དེ་ཚོ་ལ་འཇུག་རེ་གསུངས་ཡང་རེ། འོ་འདི་རྣམས་ལ། འདི་རྣམས་ལ་དོན་གྱི་ཕྲད་འཇུག་ཡུལ་ལྔ་ཡིན།

བཞི་པ་གོས་བཅས། བླ་མའི་འདུན་པ་བརྟན་གནས། བླ་མའི་གཉིས་པའི་ནང་ཚན་དེ་གཉིས་ཀྱི་རྣམ་དབྱེ། བླ་མའི་བདུན་པའི་ནང་ཚན་ཚེ་སྐབས་ཀྱི་རྣམ་དབྱེ་སྟེ་ལྔ་ལ་འཇུག་པ་ཡིན། ད་ནས་སྒྲ་ཡི་སྦྱོར་ཚུལ་ཞུ་ཡིན། སྒྲ་ཡི་སྦྱོར་ཚུལ་དེ་རྩ་གཞུང་སྐབས་ལ་ཡང་ས་སུ་ཁ་བ་ཐག་ཐག་ཏུ་ང་དང་ན་མ་ལ་ལ་དུ་ཨ་དང་ཐ་མས་ར་དང་དུ་སི་དང་སུ་དུ་སྟེ་བ་དབྱངས་ཕ་ཚིག་ལྷུག་དྲག་ཅིག་ཞུས་པ་ཡིན་ན་ཐོག་མར་སྦྱོར་དགོས། ཕྲད་བདུན་པོ་རྣམས་འཇུ། རྗེས་འཇུག། མཐར། ཇི་ལྟར་འཇུག། རྫོགས། རྗེས་འཇུག་གམ་ཡང་འཇུག་གསལ་བྱེད་སུ། གཟུགས། ག། དང། བ། ད། དྲག། དེ། ན་ར་ལ་གསུམ་ཡོད་ན། དེ་རྗེས་སུ། དུ། དེ། ནས། ང། ད། ན། མ། ར། ལ། རྣམས་ཀྱི་རྗེས་སུ། དུ། དེ། ནས། ཨ། དང། རྗེས་འཇུག། ཨ། མཐའ་མེད་པ་ཟེར་ན་རྗེས་འཇུག་མེད་པར་མིང་གཞི་རྐྱང་པ་ཡིན་ལ། དེ་སྐབས་སུ་ཡིན་པ་ཡིན་ན་ར་དང་རོ་འཇུག། ད་ནས་དཔེར་བརྗོད་ཞུས་པ་ཡིན་ན་ཐོག་མ་སའི་དཔེར་བརྗོད་ཞུ་གི་གཡས་སུ། ནགས་སུ། ཞིང་ཁམས་སུ།

ད་ང་ལྟ་རྣམས་རང་དུ་ངའི་དཔེར་བརྗོད་ཤེས་པ་ལ་ནང་དུ། པང་དུ། བྱང་དུ། དེའི་དཔེར་བརྗོད་ཤེས་པ་ལ་ཤེད་དུ། འཇོད་དུ། བོད་དུ། ད་ནའི་དཔེར་བརྗོད་དོན་དུ། མདུན་དུ། མདུན་དུ། ཞེས་པ་ནི་མདུན་མ་བོ་དང་ཞེས་པའི་མདུན་རང་གི་མདུན་དུ་བ་རྒྱབ་དང་མདུན་གཉིས་ཀྱི་འགལ་བྱེད་པའི་མདུན་ནི་བ་བོ་དང་ཞེས་པ་དེ་ཐ་མ་མདུན། འགྲམ་དུ། ཀ་དེ་མའི་དཔེར་བརྗོད་ཡིན་གདའ། གཤམ་དུ། སྒམ་དུ། རའི་དཔེར་བརྗོད་གསར་དུ། དར་དུ། བར་དུ། ལའི་དཔེར་བརྗོད་མངལ་དུ། མལ་དུ། དལ་དུ། བའི་དཔེར་བརྗོད་སྒ་རུ། མདའ་རུ། འཇའ་རུ། བ་ཐ་མི་གི་དཔེར་བརྗོད་ཁ་རུ། ལག་པ་རུ། ཁང་པ་རུ། ཁང་པར། གདོང་པ་རུ། གདོང་པར།